ལྷན་རྒྱས་སྐུ་ཁམས་བཟང། དེ་རིང་གི་ལེ་ཚན་ནང་རྒྱ་ཨོར་མོ་ཅིའི་སྐུ་དྲིན་བཅུ་བཞི་པ་ཆེན་པོ་མཆོག་ཡང་སྲིད་ངོས་འཛིན་ག་འདྲི་གནང་ཡོད་མེད་ཐོག་ཡིན། གཅིག་སྟོང་དགུ་བརྒྱ་སུམ་ཚོགས་གསུམ་ཟླ་བ་བཅུ་གཉིས་པའི་ཚེས་བཅུ་བདུན་ཉིན་རྒྱ་ཨོར་སྐུ་མདོག་གོང་མ་སྐུ་དྲིན་བཅུ་བཞི་པ་ཆེན་པོ་མཆོག་དགུང་གྲངས་ལྔ་བཅུ་ང་བརྒྱད་ལ་ཕེབས་སྐབས་དགོངས་པ་རྫོགས་པ་རེད། དེ་འདྲ་སོང་ཙང་བོད་ཀྱི་རྒྱལ་ཚབ་ལ་ཡང་དགུང་ལོ་ཉི་ཚབ་བཞི་སོན་པ་དེའི་སྐབས་ར་སྒྲེ་རིན་པོ་ཆེ་འདུག་ཅེས་བཀོད་གནང་བ་རེད། ཁོང་གི་ཕྱག་ལས། མང་པོ་ཡོད་པ་ནས་གཙོ་ཆེ་ཤོས་དེ་སྐུ་མགྲོན་བཅུ་གསུམ་པ་ཆེན་པོ་མཆོག་གིས་ཡང་སྲིད་རྩིས་སྤྱོད་གནང་འདོད་པ་དེ་རེད། དེ་འདྲ་སོང་ཙང་ཁོང་དང་དེའི་སྐབས་ཀྱི་བཀའ་ཤག་ནང་རོང་ལ་གཙོ་ཆེ་བའི་མི་སྣ། ཁྲི་སྨོན་མཆོག། ཨ་ནི་རྒྱའུ་སྐུ་མགྲོན་གཉིས་བོད་ཀྱི་ཕྱག་བཏབ་གནང་བའི་དགོན་པ། ཆོས་འཁོར་གྱི་དགོན་པ་དང་ལྷ་མོའི་ན་ཚོད་ལ་རྡོ་ཞིག་ཕེབས་གནང་བ་རེད། དེའི་སྐབས་ལ་ཡང་ཞྭ་སྒ་པ་དབང་ཕྱུག་བདེ་ལྡན་མཆོག་དགུང་གྲངས་ཉི་ས་གསུམ་ཕེབས་རྒྱུར་ཁོ་རང་གིས་དྲན་གསོ་བྱས་པ་ལྟར་ན། ཁོ་རང་ཚོ་རྡོ་ཞིག་ཕར་ཕེབས་བ་དང་ལྷ་མོའི་ན་ཚོད་གཡས་གཡོན་ལ་ཕེབས་བ་དང། ཚང་མ་ལོ་ཨ་ནི་སྒོམ་རྒྱབ་བཞུགས་པའི་སྐབས་ལ་ཡང་རྭ་སྒྲེང་རིན་པོ་ཆེ་མཆོག་གིས་ཨ་ནི་ལྷ་མོའི་ན་ཚོད་ནང་ལོགས་ལ་ཡང་བོད་ཡིག་གསལ་བྱེད་ཨ། ཀ། མ་ཞེས་པའི་ཡིག་འབྲུ་གསུམ་དེ་དང་ལྷག་པར་དུ། ཨ། གྲོང་གསེབ་ཀྱི་རྣམ་པ་དེ་འདྲ་ཞིག་གཟིགས་གནང་ཡོད་རེད་ཟེར་གསུངས་བཞག་དེ་འདྲ་ཞིག་མཇལ་བས་མ་ཚད་ཨ་ནི། དགོན་པ་ཅིག་ཐོག་ཁ་གཡུ་དང་གསེར་གྱི་ཐོག་ཁ་ཡོད་རྒྱུ་བཅས་ཨ་ནི་ཐོག་བརྩེགས་གསུམ་ཅན་གྱི་དགོན་པ་ཞིག་འདུག་ཞིག་མཇལ་གནང་བཞག་འདིའི་གི་དགོན་པ་དེ་གི་ཁྲིད་པའི་ལམ་ཁྲིད་པའི་གི་ཨ་ནི། རིས་ཞིག་ཡོད་པ་ཞེས་རིས་དེ་གི་ཁ་བགྲོད་དེ་ལ་ཡ་ཨ་ནི་ཁང་པ་ཆུང་ཆུང་ཞིག་དེ་འདྲ་ཞིག་ཡོད་པ་ཞིག་ཁོང་རང་གི་ལྷ་མོས་ལ་མཚོན་ན་མཇལ་གནང་བཞག་ཟེར་ཞིག་བཀོད་གནང་བཞག་བྱས་ན་ཨ་ཀ་མ་ཟེ་ཡས་ཀྱི་ཡིག་འབྲུ་གསུམ་གྱི་ཁར་ཚུན་སྐོར་བྱས་ན་ཨ་ཟེ་ཡ་དེ་ཨ་མདོ་དང་ཀ་ཟེ་ཡ་དེ་སྐུ་འབུམ་དགོན་པ། མ་ཟེ་ཡ་དེ་ལྷ་མོ་དོན་གྲུབ་རྒྱ་དགུ་ཁྲི་བཅུ་བཞི་པ་གྱི་ཆུང་ཆུང་སྐབས་ལ་ཡ་མཚན་བཅོས་པ་དེའི་ཚུན་སྐོར་རེད་གསུངས་འདུག་ལྷ་མོའི་ལྷ་གཙོའི་ནང་ལོགས་ལ་ཡོད་པའི་རྟགས་མཚན་ཙམ་མ་ཡིན་པར་རྟགས་མཚན་གཞན་དག་ཁར་སོང་དུ་བཞུགས་པ་ཡིན་པས་ན་རྒྱ་བོ་རིན་པོ་ཆེ་སྐུ་ཕྲེང་བཅུ་གསུམ་པ་དགོངས་པ་རྫོགས་ཚར་བའི་རྗེས་ལ་སྐུ་ཕུང་དེ་ནུབ་ལིངྒ་ལ་བཞུགས་ཡོད་པའི་སྐབས་དེ་ལ་ཡ་དང་པོ། དབུས་དེའི་ཕྱོགས་ལྷོ་ཕྱོགས་ལ་འདུ་ཞེས་སྟོན་གནང་ཡོད། ཞུ་བོ་དེ་ལ་ཡང་དབུས་དེ་ཀྱི་ཕྱོགས་དེའི་འདུ་ཞེས་བྱང་ཤར་ཕྱོགས་ལ་འདུ་ཞེས་སྟོན་ཡོད། བྱང་ཤར་ཕྱོགས་དེ་སྐབས་དེ་དུས་ཚང་མ་ལ་ཡང་ཕྱོགས་དེའི་ཨ་མདོ་ཕྱོགས་ལ་འདུ་ཞེས་ཁས་གནང་རྒྱུ་དེ་ཁོང་གི་ཡང་སྲིད་དེ་དབུ་ནི་བཅུ་བཞི་པ་དེ་ཨ་མདོ་ཕྱོགས་བྱང་བོད་ཀྱི་ཨ་མདོ་ཕྱོགས་བྱང་ཤར་ཕྱོགས་ནས་འདུ་ཞེས་འཁྲུངས་ཀྱི་ཡོད་པ་ཞིག་ལ་ངོས་འཛིན་གནང་གི་འདུག། ལྷ་མོའི་ལྷ་མཛོད་ཀྱི་རྟགས་དང་རྟགས་མཚན་དེ་གའི་དེ་རྗེས་གནང་སྤྲུལ་པའི་རྗེ་ལ་ར་རི་རིན་པོ་ཆེ་མཆོག་ཡང་བསྐྱར་ལྷ་ས་ལ་ཕེབས་ནས། ཡང་སྲིད་རྩེ་ཆུའི་ཚོགས་ཆུང་འོས་གནང་བྱས། བོད་ཀྱི་བྱང་ཤར་ཁུལ་ལ་འདུ་ཤེས་ཚང་མ་བཏང་གནང་བྱ། དེ་ནང་ནས་ཡང་སྲིད་རྩེ་ཆུའི་ཚོགས་ཆུང་གི་ཐུགས་འགན་གཙོ་བོ་ཞེ་གཉིས་དེ་སེ་ར་གི་ཀྱུ་སངས་རིན་པོ་ཆེ་མཆོག་འདུ་ཆགས་གནང་བྱ། བསྐལ་བཟང་རིན་པོ་ཆེ་མཆོག་དང་ཡང་སྲིད་རྩེ་ཆོས་ཚོགས་ཆུང། ཨ་ནི། བོད་ཀྱི་བྱང་ཤར་གོ་ལའི་དམག་དོན་གོང་ལ་ཡང། གནས་ཆུང་གི་ཆོས་འབྲེལ་གྱི་མེ་ལོང་ཅིག་གནང་བཞག་དེ་དང་མཉམ་དུ། ཨ་ནི། རྒྱ་བོད་གུང་ཁྲན་བཅོ་གསུམ་ལ་དར་བའི་གཞེ་ས་མ་ཞུ་ན་ཅལ་ལགས་གསུམ། ཨ་ནི། རྒྱ་གུང་ཁྲན་བཅོ་གསུམ་གྱི་ཁ་རྒྱུག། རྒྱ་གུང་ཁྲན་བཅོ་གསུམ་གྱི་ཕྲེང་བ། རྒྱ་གུང་ཁྲན་བཅོ་གསུམ་གྱི་འདབ་མ་རུ་ཅིག་ཨ་ནི། ཁོང་ཚོ་ཡང་སྲིད་རྩེ་ཆོས་རང་གི་གནའ་ཆས་དུ་དུ་ཅིག་ཅལ་ལགས་དེ་ག་དེ་གསུམ་བསྣམས་ཕེབས་བཞག་དེ་ནས་ཡང་སྲིད་བཙོན་ཆུ་ཚོགས་ཆུང་དེ་དག་བོད་ཀྱི་བྱང་ཤར་ཁུལ་ལ་རྡོ་ཆེ་ཐེལ་གྱི་མཐའ་མ་དེ་ལ་ཡར། སྐབས་དེ་དུས་རུ་ཆ་བཞག་པ་ཡིན་པ་ན་རྒྱལ་བ། རིན་པོ་ཆེ་སྐུ་ཕྲེང་བཅོ་གསུམ་དགོངས་པ་རྫོགས་ཚར་བ་རེད་དེ་པན་ཆེན་རིན་པོ་ཆེའི་སྐུ་ཕྲེང་དགུ་བ་སྐབས་དེ་དུས་ཚོ་ཤུ་སྐུ་ཚོ་ཤུ་རེད་འདུག་པན་ཆེན་རིན་པོ་ཆེའི་སྐུ་ཕྲེང་དགུ་བ་དེས་ཆབ་སྲིད་ཐོག་ནས་བལྟས་ཤིག། རྒྱ་ནག་གི་ཆབ་སྲིད་ལག་ཆ་བཙལ་སོང་ཙང་མ་འགྲིག་པ་གཏོར་ཤིག། ཡོད་པ་ཡིན། ཆོས་ཕྱོགས་ཀྱི་ཐོག་ནས་ཡང་སྲིད་རྩད་གཅོད་གནང་ཡག་ན་དེ་གས་དེ། རྒྱལ་བ་སྐུ་ཕྲེང་པན་རྒྱང་སྐུ་འཕྲེང་རིམ་བྱོན་དང་པན་ཆེན་རིན་པོ་ཆེ་དེ་འབྲེལ་བ་དམ་ཟབ་ཡོད་དུས། སྐབས་དེ་དུས་པན་ཆེན་རིན་པོ་ཆེའི་སྐུ་འཕྲེང་དགུ་བ་ཐུབ་བསྟན་ཆོས་ཀྱི་ཉི་མ་མཆོག་གིས་འཇང་སྲས་རྩེ་ཆུ་ཚོགས་ཆུང་དང་མཇལ་འཕྲད་གནང་རྗེས་འཇང་སྲས་རྩེ་ཆུ་ཚོགས་ཆུང་གིས་པན་ཆེན་རིན་པོ་ཆེའི་སྐུ་འཕྲེང་དགུ་བ་མཆོག་ལ་ཡང་ལྷ་མོའི་ལང་ཚོ་གནང་ལ་ཡང་ཏག་ཏག་ཟིན་ག་རེ་བྱུང་མེད་དེ་གའི་ཆ་ཚང་ཞིག་སྙན་སེང་ཞུས། དེའི་རྗེས་ལ་ཡང་པན་ཆེན་རིན་པོ་ཆེའི་སྐུ་འཕྲེང་དགུ་བས་ཀྱིས་འཇང་སྲས་རྩེ་ཆུ་ཚོགས་ཆུང་ལ་ཡང་ཡང་སྲིད་ཀྱི་སྣང་བས་རྟ་རྩེ་ཆུ་སྣང་ཡང་ཆེད་དུ་མཚན་གསུམ་སྣང་བྱ། ནི་ཡང་སྲིད་རྩེ་ཆུ་ཚོགས་ཆུང་གི་ནམ་ས་མིང་དེའི་དེ་རྣམས་ཆེ། ནི་སྐུ་འབུམ་དགོན་པ་ལ་དུ་ཞིག་ཕེབས་སྣང་བྱ། མིང་གསུམ་ཡོད་པའི་ནང་ལོགས་ནི་རྟ་མཚན་དང་པོ་དེ་ཀྱི་མིང་དེ་ཡོད་པ་དེ། ཕར་ཕེབས་སྐབས་ལ་ང་ས་ནི་དགོངས་པ་རྫོགས་ཚར་དུ་བ། དེ་ནས་གཉིས་བ་དེ་ལ་ཡ་ཨ་ནི་རྒྱལ་བ་ཀུན་གྲོལ་མཆོག་གསུམ་གྱི་རྟ་བཅའ་ལག་དེ་ཀའི་དེ་མ་ཅིག་ཁོང་ཚོ་སྤྱི་འབུལ་ཞུས་བའི་སྐབས་ལ་ཡ་ཨ་ནི

རྟགས་གསལ་གྲོང་གསེབ་འབྱོར་བ་དང། ལྷ་མོའི་ལྷ་མཚོའི་ནང་མཇལ་བ་ནང་བཞིན་གྱི་གྲོང་གསེབ་དེ་མཐོང་བའི་སྐབས་ལ་ཡང། དེའི་གི་ཁྱིམ་ཚང་ནང་ལོ་ལ་ཡང། རྒྱལ་བ་དཔལ་ཆེན་རིན་པོ་ཆེ་མཆོག་དཔལ་ཆེན་རིན་པོ་ཆེ་སྐུ་ཕྲེང་དགུ་བས་ཀྱིས་གནང་བའི་མཚན་གསུམ་པ་དེའི་གི། སྐབས་དེ་དུས་སྤུ་གུ་ཆུང་ཆུང་དེ། དུ་ཞིག་མཇལ་བ་རེད་འདུག།

གསུམ་དེ་གས་དེ་ཆ་ཚང་ཞིག་ངོ་ཐག་ཆོད་གི་འདུག་མི་འདུག་འདུག་ཞིག་བལྟས་དགོས་ཀི་རེད་ཞེས་བཀའ་ཕབ་པའི་རྗེས་ལ་ཡང་ཨན་ཀི་བུ་ཚང་རིན་པོ་ཆེ་ཤོག་ཡང་བསྐྱར་ཨ་ནི་རྒྱ་བོད་རིན་པོ་ཆེའི་སྐུ་དྲིན་དང་དེ་སྐུ་དྲིན་བཅུ་བཞི་པ་གི་ཁྱིམ་ཚང་ལ་འདུག་ཞིག་ཕེབས་རྗེས་ཨ་ནི་བཅའ་ལག་དེ་གས་དེ་ཆ་ཚང་ཞིག་མ་བཞག་ཨ་ནི་བཅའ་ལག་དེ་གས་དེ་གཅིག་རྒྱ་བོ་སྐུ་དྲིན་བཅུ་གསུམ་ལ་དར་ཡོད་པ་ཅིག་དང་གཞན་དག་དེ་རྒྱ་བོ་སྐུ་དྲིན་བཅུ་གསུམ་ལ་མ་དར་བའི་ཨ་ནི་བཅའ་ལག་དེ་གས་ཆ་ཚང་ཞིག་བཞག་གནང་བའི་སྐབས་ལ་རྒྱ་བོ་སྐུ་དྲིན་ད་ལྟ་བཅུ་བཞི་པ་མཆོག་གི་སྐུ་ཆུང་ཆུང་ཡིན་པའི་སྐབས་ལ།

ལྷན་རྒྱས་ལྷག་དཀར་ཟངས་མ་ཅན་ཡུལ་རིང། དེ་སྔོན་གྱི་ལྷག་དཀར་ལས་རྩེའི་ནང་ལོགས་ལ་ཡ་རྒྱལ་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་མཆོག་དགོངས་པ་རྫོགས་ནས་རྒྱལ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ཡང་སྲིད་ག་འདྲས་སུ་ངོས་འཛིན་གནང་ཡོད་མེད་ཐོག་དེ་སྔོན་སྙིང་ཐུང་ནང་ལོགས་ལ་བཟོས་ཡོད། ཀིམ་ཚང་རིན་པོ་ཆེ་མཆོག་གིས་དབུ་ཁྲིད་སྤེལ་གྱི་ཡང་སྲིད་རྩེ་ཆོས་ཚོགས་ཆུང་གི་ངོས་ནས་རྒྱལ་བ་རིན་པོ་ཆེ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་དེ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་དྲུག་ལ་ཡ་ཡང་སྲིད་ངོས་འཛིན་མཐུན་འབྲེལ་ཡིན་པ་མཁྱེན་ཐུབ་པར་བརྟེན་ཡེ་ནས་ལྷས་ས་བར་དུ་བོད་ཡ་དེ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ཨ་མདོ་ནས་བདུད་རྩི་བོད་དུ་ཕེབས་ཐུབ་ཡོད་མ་རེད། རྒྱུ་མཚན་དེ་ག་རེ་ཐུག་དེ་ཟེར་ན་མི་གཅིག་ལ་ཐུག་དེ་ཡོད་རེད་དེ་སུ་ཟེར་ན། དེའི་སྐབས་ཀྱི་ས་ཁུལ་གྱི་དམག་དཔོན་ཟེར་ན་འགྲིག་འདུག་ས་ཁུལ་དེའི་དཔོན་པོ་ཨ་ནི་རྒྱ་ནག་གི་ཁ་ཆེའི་འགོ་ཁྲིད་མཱ་པུ་ཧྥང་ཟེར་བའི་མི་དེ་ཐུག་དེ་རེད། ཁོ་རང་ཕྱག་བཞག་པ་ནི་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གཉིས་ལོ་ལ་ཡ་རྒྱ་ནག་གུང་མེང་ཏང་གི་སྲིད་གཞུང་གིས་རྒྱབ་སྐྱོར་ཡོད་པའི་ཐོག་ནས་ཨ་ནི་དེའི་སྐབས་ཀྱི་རྒྱ་རོམ་ཆེ་ཨ་མདོ་སྟག་རྩེའི་གུ་ས་ཁུལ་དེ་ཡོངས་རྫོགས་ཆེ་ཁོ་རང་གི་མངའ་འོག་ལ་འདུ་ཞེས་ཚུད་པ་རེད། ཀྱེའུ་ཚང་རིན་པོ་ཆེ་མཆོག་གིས་རྒྱ་གར་རིན་པོ་ཆེའི་ཡང་སྲིད་ཀྱི་ཐོག་ལ་ཡ་གསང་མང་པོ་ཞིག་གནང་ཡས་ཐབས་ཤེས་གནང་རེད་དེ་ཡིན་པས་ནི་འདི་ཆ་ཚང་ལོ་གཅིག་མ་ཕུ་ཕང་གི་ཤེས། མའོ་ཕུ་ཧྥང་གིས་རྒྱ་བོད་རིན་པོ་ཆེའི་ཡང་སྲིད་དེ། ཆབ་སྲིད་དང་ཆོས་གཉིས་ཀས་ཀྱི་ཐོག་ནས་ག་ཚོད་ཀྱི་གནད་འགག་ཆེན་པོ་ཡིན་པ་དེ་ཤེས་ཀྱི་ཡོད་དུས་ཙམ་ལ་ཡ་ཨ་ནི་ཁོ་རང་གིས། རྒྱ་བོད་རིན་པོ་ཆེ་གི་ཡང་སྲིད་དེ་ཨ་ནི་ལྷའི་ས་ལ་ཕེབས་ལ་མ་ཕེབས་གོང་ལ་ཡ་ཨ་ནི་ཁོ་རང་གིས་དངུལ་མང་པོ་ཞིབ་ཅིག་ཅིག་ཁྱེར་ཤོག་ཟེར་ཡ་གི་འདུན་པ་བཏོན་པ་རེད་དང་པོ་དེ་ཁོ་རང་སྒེར་གྱི་ཨ་ནི་དངུལ་བརྡ་ཡང་འབུམ་གཅིག་དུ་ཅིག་ཁྱེར་ཤོག་ཟེར་དུས་ཅིག་དགོས་མཁོ་བཏོན་པ་རེད། གཉིས་བ་དེ་ཟི་ལིང་གཞུང་ཁོ་རང་གི་འབུམ་གསུམ་ཁྱེར་ཤོག་ཞེས་ཡང་དགོས་པ་བཏོན་པ་རེད། དེ་ནས་སྐུ་འབུམ་དགོན་པ་ཡིན་པ་ནས་དེའི་ཐོག་ལ་ཡང་རྒྱ་གར་རོམ་གྱི་སྐུ་འཁྲུངས་ཆོག་གསུམ་གྱི་དར་བའི་ཆ་ལག་དེ་འདྲའི་ཁ་ཤས་བཞག་དགོས་ཀྱི་ཡོད་པའི་འདུན་པ་དེ་འདྲས་བཏོན་གནང་འདུག་བ། འདི་ཡིན་དུས་ཚང་མ་ལ་ཡང་དངུལ་ཕོན་ཆེན་པོ་དེ་འདྲས་ཞིག་ཡིན་དུས་ཚང་མ་ལ་འདིའི་གྲ་སྒྲིག་བྱས་ལ

ཨ་ནི། ལོ། གཅིག་དང་ཕྱེད་ཀ་ལྷག་ཞིག་ཨིན་རྒྱ་བོར་མི་བྱེད་རྒུན་འབུམ་དགོན་པ་ལ་འཛུལ་ཞུགས་ཞུ་དགོས་ཁྱེར། ཨ་དེ་དཀའ་ངལ་དེ་གས་དེ་ག་འདྲ་སེ་རེད་ཟེར་བ་ཡིན་པ་ན། སྐབས་དེ་དུས་ཚང་མ་ལ་ཡང་དངུལ་མང་པོ་དེ་གས་མང་པོ་ཞིའུ་ཅིག་ཐབས་ཆེ་གཏང་དགོས་ཀྱི་ཡོད་པ་དེ་ཨ་ནི། ས་ཁུལ་དེ་ཚོ་ལ་ཡོད་པའི་གི་ཨ་ནི་ཁ་ཆེ་དེ་གས་དེ་སྐབས་དེ་དུས་མེ་ཀ་ལ་ཡ་དུ་ཞིག་མཆོད་མཇལ་ལ་འགྲོ་གི་ཡོད་རེད། ཁ་ཆེའི་གི་འབྱོར་ལྡན་པ་ཚོའི་གི་ཨ་ནི་རྒྱ་བོར་མི་བྱེད་དང